རྙེད་བཀུར་དབང་གིས་ཕན་ཚུན་རྩོད་གྱུར་ཞིང། ཐོས་བསམ་སྒོམ་པའི་བྱ་བ་ཉམས་བསྒྱུར་བའི། འཇའ་ཤེལ་ཁྱིམ་དང་སྦྱིན་བདག་ཁྱིམ་རྣམས་ལ། ཆགས་པ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ཞེས་གསུངས་པའི་གདའ། རྩ་ཚིག་དེ་གའི་དོན་དག་རྡོ་རྡོ་ཞིག་གར་བཏིང་གི་འདུག་ཟེར་སླ་བ་ན། རྙེད་བཀུར་དབང་གིས་ཕན་ཚུན་རྩོད་གྱུར་ཞིང་སླར་རྙེད་དུ་རྙེད་བཀུར་རྙེད་ཟེར་དེ་ཡབ་ཏུ་རྙེད་པ་ཟེར་ཏེ། ཨ་ནི་བྱེད་འཕགས་རོལ་པོ་སྦྱིན་པའི་བདག་པོ་དེ་ཚོས་ང་རང་ཚོ་ལ། ད་ཆོས་པ་དེ་ཚོ་ལ་འཚོ་བ་རྒྱབ་སྐྱོར་བྱས་འཚོ་བ།

ཡང་དྲུག་གོ། བྱེད་ས་ཆོས་པ་ཡིན་ན་ཆོས་པ་གི་ལས་ཀ་གཙོ་བོ་དེ་ག་རེད། ཆོས་པ་ཡིན་ན་ཆོས་པ་གི་ལས་པ་གཙོ་བོ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དེ་ཚོ་ཉན། ཉན་པའི་དོན་དེ་ཚོ་ག་འདྲི་དང་ག་འདྲི་ཡིན་མིན་དེ་བསམ་བློ་བཏང། བསམ་བློ་བཏང་ཚར་བའི་དོན་དེ་ཨོ་ད་དེ་ཡང་དང་ཡང་དུ་སྒོམ་དགོས་རེད། ཨ་ནི་སྒོམ་བརྒྱབ་དེ་ནས་ཐོས་བསམ་སྒོམ་ཚན་ལག་ལེན་བསྟར་དགོས་རེད་མ་གཏོགས་ཆོས་ཀྱི། ཨ་ནི་སྦྱིན་བདག་གི་རྐུབ་ལ་རྒྱུག་བསྙེན་བཀུར་སྙིགས་རོ་བྱས་ཏེ་འཚོ་བ་རྐྱང་རྐྱང་གི་བྱེད་འདོད་པས། ཉིན་མཚན་མེད་པར་བསམ་བློ་སྡིག་ལ་བཏང་སྦྱིན་བདག་ག་འདྲི་བྱས་ནས་ཚར་གྱི་ན། འཚོ་བ་ག་འདྲི་བྱས་ནས་སྦྱོར་གྱི་ན་འདིས་སྦྱིན་བདག་དེ་ལ་ག་འདྲི་བྱས་ནས་ལབ་དགོས་ན་བསམ།

མ་རེད་བས། བྱ་བྱེད་ཁྱིམ་དང་སྦྱིན་བདག་ཁྱིམ་རྣམས་ལ་དེ་འདྲའི་ཅན་ནས་ཆགས་པ་འདི་སྤང་དགོས་རེད་རྗེས་བྱེད་ཡོད་མ་རེད་གཞན་པ་བྱེད་ཡོད་མ་རེད་ལ་རེད་དེ་འདྲའི་ཤུགས་ཆེན་པོ་གཞན་པ་བྱེད་ཡོད་མ་རེད་དེ་ནས། གཞན་པ་དེ་སྤངས་ནས་ཨ་ནི་ཉམས་སུ་བླངས་པ་ཆོས་ཁོ་ན་ཐོས་བསམ་སྒོམ་ཚུལ་ལག་ལེན་ཉམས་སུ་བླངས་ནས་གཞན་སེམས་ཅན་གྱི་སྡུག་ནི་ཉམས་སུ་བླངས་པ་བླངས་བྱེད་ཐུབ་པའམ་དེ་ནས་ཀྱི་ད་ཆགས་ཞེན་དེ་སྤངས་པ་སྤང་བར་བྱེད་ཀྱི་ནི་སུ་ཡིས་ལག་ལེན་བྱེད་ཀྱི་ཟེར་ན་རྒྱ་ཆེའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ལག་ལེན་བྱེད་ཀྱི་རེད། རྒྱ་ཆེའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ལག་ལེན་བྱེད་དགོས་ན་འོ་སྡུག་བྱས་ནས་བྱེད་དགོས་རེད་ལ། འདི་སྨན་པ་ཆེ་བྱམས་ཟ་བྱེད་རྒྱ་རྫོགས་པོ་གྲོགས་པོ་ཡི་ཁྱིམ་ན་སྦྱིན་བདག་ཁྱིམ་དུས་ཚོད་ལ་ཡང་པས་ང་ལ་ཡག་པོ་བྱེད་མཁན་གྱི་ཁྱིམ་མིན་ང་ལ་ཡག་པོ་བྱེད་མཁན་གྱི་གྲོགས་པོ་ཡི་ཁྱིམ་མིན་ང་ལ་ཡག་པོ་བྱེད་མཁན་སྦྱིན་བདག་གི་ཁྱིམ་ཟེར་ནས་ཁྱིམ་དུས་ཚོད་ལ་རྫུན་མ་བཏོན་ནས་ཞེན་པ་བྱེད་ཆགས་པ་བྱེད་དེ་ན་ཨ་འདིས་དངོས་གནས་དྲང་ནས་འཁོར་བ་ལ་ཞེན་པ་འཁོར་བ་ནང་དུ་ཚུགས་ཏེ་ག་དུས་ཡང་ཆོས་པ་གི་དང་འདྲ་ལ་མི་ཚུགས་པའི་གི་དེ་ནས་གི་ད་ལས་ཀ་རྣམ་པར་མ་དག་པ་ཞིག་རེད་ཟེར་ནས་ཨ་ནུས་འདི་ཟ་བྱེད་དེ་གསུང་གི་འདུག་གཡུང་ཞེས་མོ་ཚིག་གིས་བཞིན་སེམས་འཁྲུགས་འགྱུར་ཞིང་དལ་བས་སྲས་ཀྱི་སྤྱོད་ཚུལ་ཉམས་འགྱུར་བས། དེ་ཕྱིར་གཞན་གྱི་ཡིད་དུ་མི་འོང་བས་ཚིག་རྩུབ་སྤོང་བ་རྒྱ་སེ་ལག་ལས་ཡིན། ཨ་ནི་ཞེས་གསུངས་པའི་གི་ད་རྩ་སེ་དེ་གི་དོན་ད་གར་བསྟན་གི་འདུག་ཟེར་ཞུས་པ་ནི་ད་ང་རང་ཚོ་གི་ད་ཉམས་སུ་ལེན་པའི་གང་ཟག་གམ། ཨ་ནི་རྒྱ་སེ་བྱང་ཆུབ་སེམས་དཔའ་གི་སྤྱོད་པ་ལ་བསླབ་བསྟེན་གི་གང་ཟག་ཅིག་ཡིན་ན། དེ་ནི། མི་གཞན་ཕ་རོལ་པོ་གི་ད། སེམས་ལ་ཕོག་ཡ། སེམས་མི་བདེ་བོ་བཟོས་ཡ། མི་ཕ་རོལ་པོ་གི་སེམས། སེམས་འདི་ལ་གནོད་པའི་གི་དེ་ནས་གི་ད་ཚིག་རྩུབ་པོ། ད་ཁྱོད་རྐུན་མ་རེད་ཁྱོད་ཇག་པ་རེད་ཁྱོད་འཇོན་ཐང་མེད་སྐྱོ་རེད་ཁྱོད་ད་གང་གང་མ་རེད་ཟེར་དེ་ནས་གི་ཚིག་རྩུབ་པོ་རྣ་བ་ལ་མ་བབས་པ། དེ་ནས་གི་རྩུབ་མོ་ཚིག་བཤད་ཡོད་མ་རེད། ག་ཚད་དེ་ནས་རྩུབ་མོ་ཚིག་ད་ཚིག་རྩུབ་པོ་དེ་ཚོ་བཤད་སོང་ན་ག་རེ་བྱ་ཟེར་ན། རྩུབ་མོ་ཚིག་གི་གཞན་ཕ་རོལ་བའི་སེམས་བསམ་བློ་དཀྲུག་བཞག་གི་རེད་རེད་བ། དཀྲུག་ཟེར་བའི་འདི་སྐབས་སུ་སེམས་མི་བདེ་བ་བཟོས་གི་རེད། སེམས་སྐྱིད་པོ་མེད་པ་བཟོས་གི་རེད།

དེ་ནས་ཚིག་རྩུབ་པོ་བཤད་སོང་བས་ཕ་རོལ་ལ་གནོད་རེ་གནོད་ཡོང་དུས་སོ་སོའི་རྒྱལ་བའི་སེམས་ཀྱིས་དང་རྒྱལ་བའི་བྱང་ཆུབ་སེམས་དཔའ་གྱི་སྤྱོད་པ་གྱིས་དང་ཉམས་ལེན་བྱས་དེའང་ཉམས་འགྲོ་དགོས་རེད་མེད་ད་འདི་དམ་བཅའ་དེ་ཤོར་འགྲོ་དགོས་རེད་དམ་བཅའ་དེ་ཉམས་འགྲོ་དགོས་རེད་རེད་བ། ཚིག་རྩུབ་མི་ལ་གནོད་པ། གཞན་ལ་གནོད་པ་སྤངས་ནས་དེ་ནས་རང་བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་ཀྱིན་ཡིན་ལབ་པའི་སྐབས་སུ་ལ་ཨ་ནི་མི་ལ་གནོད་པ་བྱས་ཚར་དུས་ཨ་ནི་རྒྱལ་བའི་སྲས་ཀྱི་སྤྱོད་པའམ་སྤྱོད་པའི་སྤྱོད་པ་ལ་བསླབ་ཚུལ་དེའང་ཉམས་འགྲོ་དགོས་རེད་སྡོམ་པ་དེའང་ཉམས་འགྱུར་བས། རྒྱུ་མཚན་དེའི་ཕྱིར་ན་ཨ་ནི་ག་རེ། གཞན་ཕ་རོལ་པོ་ཡི་སེམས། མིག་གིས་ཡིད་དུ་མི་འོང་བ། སེམས་ལ་མ་བབས་པ། སེམས་ལ་མ་སྒུག་པ། ཨ་ནི་སེམས་ལ་ཕོག་པ། ཨ་ནི་དེ་ནས་ཀྱི་ད་ཚིག་འབྲུག་ཆགས་དུས་ཚོད། ཨ་ནི། སྤོང་དགོས་རེད། ཡིད་དུ་མི་འོང་བའི་ཚིག་རྩུབ་དུས་ཚོད། དུས་དང་རྣམ་པ་ཀུན་ཏུ་ད། ལབ་ཨེ་ཡོད་མ་རེད་མི་ལ། གནོད་ཨེ་ཡོད་མ་རེད་བྱས་ཙང། སོ་སོ་དེ་ནས་ནང་ལ་དྲན་པ་དང། ཨ་ཡིས་ཁ་ནས་ཤོག་སྒྲོག་ཤོག་སྒྲོག་བྱེད་པའི་སྐབས་སུ་ལམ་སང་དེ་མ་ཐག་ཏུ། ཨ་འདི་ལབ་ཉན་ངེས་མ་རེད་ད་འདི་སྡུག་ཅག་རེད་མི་ལ་ཕོག་གི་རེད་འདི་ལ་མི་ལས་ཕོག་པ་ཙམ་མ་ཟད་ང་རང་གིས་བྱང་ཆུབ་སེམས་པའི་སྡོམ་པ་དེ་ཡང་ཉམས་འགྲོ་གི་རེད་ང་རང་གིས་བྱང་ཆུབ་སེམས་པའི་ད་སྤྱོད་པ་ཉམས་ལེན་བྱེད་པ་དེ་ཡང་ཨ་ནི་འཕྲོ་བརླག་འགྲོ་གི་རེད་བསམ་ནས་དེ་ནས་ཐིག་ཚུར་སྤོང་བའམ་དེ་ནས་སྤོང་བར་བྱེད་ཐུབ་གི་བྱེད་མཁན་ནི་སུ་ཡིས་བྱེད་གི་རེད་ཟེར་ན་གལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི

ཨ་ནི་སུ་ལ་སྡུག་ཅག་ལ་ན་བ། ལན་མི་སློག་པའི་ཚབ་ལ་བཟོད་པ་སྒོམ་མི་ཡི་དེ་བྱང་ཆུབ་སེམས་དཔའ་རྣམས་ཀྱི་གཙོ་བོ་རེད་འདི་ག་ན་བཞིན་ང་རང་ཚོ་འདི་ག་ན་བཞིན་ངེད་དག་གཞན་ལ་དེ་ཚིག་རྩུབ་མོ་ལ་ག་དུས་ལ་ཡ་ཡོད་མ་རེད་ཉམས་ཆག་དུས་རྒྱུན་དུ་ཟབ་ཟབ་བྱས་ནས་ཨ་ནི་སྤོང་དགོས་རེད་གལ་སྲིད་བྱང་ཆུབ་སེམས་དཔའ་རྣམས་ལག་ལེན་འདི་ནང་བཞིན་བྱེད་དགོས་རེད་ཟེར་ནས་རྩ་ཡི་དེ་གི་གསུང་གི་འདུག་ཞུ་ཞོན་ཡིན།